སྤྲང་ཕྲུག་ལ་བྱའི་ཐོད་སྒོ། དུམ་བུ་གསུམ་པ། དེ་ནས་དུང་ལོ་སྐྱིད་མར་ཕེབས་ནས་འོ་མ་རྣམས་ཞོ་སྟོང་ནང་དུ་བླུགས་པའི་སྐབས་སུ། དུང་ལོའི་གཙུབ་རྒྱན་དེ་ཨ་ཅག་གཉིས་ཀྱིས་མཐོང་བས་ཞེ་སྡང་མེ་ལྟར་འབར་བའི་སྒོ་ནས། གཙང་བཙོག་མེད་པའི་བགྲེས་མོ་དུང་ལོ་སྐྱིད། ད་ནས་བཟུང་འདི་རྒྱལ་ས་ཆེན་པོ་འདིའི་རྒྱལ་པོའི་གསོལ་ཆུ་ལེན་དང་འོ་ཞོ་སོགས། ཁྱོད་ཀྱིས་དུག་ལག་བཅངས་ན་མི་འགྲིགས་ཤིང། ངོ་ཚ་མེད་པར་སྤྲང་པོའི་མཛུབ་རྒྱན་གོན། རྒྱལ་རྒྱུད་རྩད་ནས་རི་ངན་ཞིག་དང་འགྲོགས། ལྟ་བ་མཐོ་མདོག་ཀུན་སྤྱོད་ལིང་མདོག་གིས། རྒྱལ་པོ་ཡབ་ཡུམ་གཉིས་ལ་སྐུ་ཁྲིབས་བཏང། བློན་འབངས་འཁོར་གཡོག་ལའང་མགོ་སྐོར་བཏང། བུམ་བརྟན་རྒྱལ་པོའི་བཀའ་ལ་མི་བརྩི་བར། སྤྲང་པོ་ཁོ་ཡིས་ཅི་ཟེར་ང་ལ་ཉན། བྱམས་མ་བསམ་བྱུང་ངན་པའི་འདྲེ་མོ་ཁྱོད། རྒྱལ་ས་འདི་ནས་གནས་དབྱུང་མ་བཏང་ན། འཛམ་བུའི་གླིང་ལ་གཏམ་ངན་ཁྱབ་དོགས་ཡོད་ཅེས་ཟེར་བ་དང། གཡུ་ལོ་སྐྱིད་ཀྱིས། ལས་དང་བྱ་བའི་མཐར་ཐུག་མི་ཤེས་པའི། བསོད་ནམས་མེད་པའི་འདྲེ་མོ་ང་ལ་ཉོན། བུམ་བརྟེན་རྒྱལ་པོའི་རིགས་ཀྱི་རྐང་འདྲེན་ཁྱོད། ཤ་རུས་གཅིག་པའི་སྤུན་མཆེད་ཡིན་ན་ཡང། ཤ་ཚའི་བརྩེ་དུང་སྡིག་གིས་འབྲུ་ཙམ་མེད། ལོ་གཅིག་ཞག་མ་སུམ་བརྒྱ་དྲུག་ཅུ་ཡི། གླུད་དུ་བསྔོས་ནས་ཁྱོད་ཉིད་ས་ལྟར་བརྫངས། ཁྲ་ཆུང་མིག་གིས་མཐོང་ས་མེད་པ་དང། ལེབ་ལེབ་རྣ་བས་ཐོས་ས་མེད་པའི་སར། མ་བཙགས་ཟེར་ན་སྲིད་གཡུ་ང་ཉིད་མིན། རྒྱལ་འབངས་འདོད་ཡོན་རྒྱ་མཚོའི་ལོངས་སྤྱོད་ལས་དུང་གི་མཛུབ་རྒྱན་གཅིག་ལ་དགའ་ཟེར་ན། འཕྲལ་དུ་སྤྲང་པོ་ཁོ་དང་མཉམ་དུ་རྒྱུག། ཉི་མ་དེ་རིང་དུས་ཀྱི་མཚན་མགོ་ནས་རྒྱལ་པོའི་ཕོ་བྲང་ནང་དུ་ཡོང་མི་ཆོག། ཁོ་དང་མཉམ་དུ་མཛོ་རའི་ནང་དུ་སྡོད། གནས་སྐབས་ཤིག་ལ་ཉི་ཟླ་མཛོ་མོ་ཚོས། དེ་ནས་ག་འགྲོའི་ས་ཆ་བཙལ་ན་དགའ་ཞེས་ཟེར་ནས་ངར་བྱུང་བར། དུང་ལོ་སྐྱིད་ཀྱིས་འཛུམ་པའི་རྣམ་འགྱུར་དང་ཕྱག་གཉིས་ཐལ་མོ་སྦྱར་ནས། གསེར་གྱི་པད་འདོང་གཡུ་ཡི་ལོ་འདབ་རྒྱས། ཁ་བའི་ལྗོངས་ཀྱི་མཛེས་མ་ཡོངས་རྫོགས་ཀྱི། ཙོང་ནུ་ལྟ་བུའི་ཨ་ཅག་ལྷ་སྲས་གཉིས། མ་ཡེངས་གཉེན་གྱི་དབང་པོ་བདག་ལ་གསོན། སྔོན་དུས་རྒྱ་གར་ཀུ་ཤའི་ནགས་ཁྲོད་ན། བྱ་རོག་གླང་ཆེན་གཉིས་ཀྱི་དཔེ་ཞིག་ཡོད། བྱ་རོག་དེ་ནི་ལུས་སྟོབས་ཆུང་ན་ཡང། བསམ་པ་བཟང་པོ་ཤེལ་གྱི་མེ་ལོང་ཡིན། གླང་པོ་ཆེ་ལ་བདེ་སྡུག་གང་ཅི་ཡི། བསླབ་བྱ་བཟང་པོ་ནན་ཏན་བྱས་ན་ཡང། གླང་པོ་ལུས་སྟོབས་ཆེ་བས་དཔའ་བསྐྱེད་ཅིང། བྱ་རོག་ཆུང་ངུ་དེ་ལ་མཐོང་ཆུང་བྱས། སེམས་ལ་གང་དྲན་ཁ་ནས་དེ་ལྟར་བཤད། ཁྲི་མེད་ལུང་མེད་གཞན་ལ་སྨད་ར་ཕབ། རང་ཉིད་མ་གཏོགས་ས་སྟེང་མེད་འདུག་ཞེས། སྤྱོད་པ་ངན་ཞིང་ཧ་ཅང་ཐལ་ཆ་ཆེ། ཐ་མའི་དུས་སུ་འདམ་གྱི་ནང་དུ་ཚུད། འཆི་བ་འགུགས་ཤིང་ཚེ་འདི་འདུ་བྱེད་བྲལ། དེའི་ཚེ་བྱ་རོག་ཙན་དན་ཤིང་རྩེར་འཛེགས། གྲོགས་ཁས་ལེན་གསུམ་བརྒྱབ་ནས་འདི་སྐད་བཤད། ཡུལ་ལ་ཀ་བཞི་མཛེས་དགའི་ཡུལ་ཞིག་ན། ཁོང་ལ་མཐུན་པ་སྤུན་བཞིའི་རྣམ་ཐར་གསུངས། གླང་པོ་སྟོབས་དང་ལྡན་པ་ཀུན་དགའ་བོ། སྤྲེའུ་བྱང་ཆུབ་སེམས་དཔའ་ཤཱ་རིའི་བུ། རི་བོང་བློ་དང་ལྡན་པ་མོང་ཁའི་བུ། བྱ་བྱེའུ་མཁའ་ལ་ལྡིང་བ་བཅོམ་ལྡན་འདས། སྐྱེ་བ་བཟང་བློས་དབྱེ་བ་ཡོད་ན་ཡང་ཕྱིས་བྱུང་ཕན་ཚུན་མཐོང་ཆུང་མི་བྱེད་པར། གུས་པའི་ཚུལ་གྱིས་མཆོད་རྟེན་ལྟ་བུར་བརྩིག། ཀུན་ལ་མཐུན་ཞིང་ཕན་བདེ་སྒྲུབ་པ་ན། ཡུལ་འདིར་རྒྱ་སྐྱེགས་བཀྲ་ཤིས་ཕུན་སུམ་ཚོགས། དེང་དུས་སྣང་བ་འབུམ་ལྡན་ཡུལ་མཆོག་འདིར། ཆེ་བའི་ཆུང་ས་དབང་ཡོད་ཚོད་མེད་ཆེ། ཕུགས་ཀྱི་འདུན་མ་གར་འགྲོ་མ་ཤེས་པར། སྤྱོད་ལམ་རྩིང་ཞིང་དྲག་པོའི་མངའ་བདག་དེ། བཏང་བ་ཙམ་གྱིས་ཡུལ་དེར་བཀྲ་མི་ཤིས། མཐའ་མའི་དུས་སུ་ངོ་ཚ་ཁ་སྐྱེངས་ཀྱིས། བྱ་སྤྱོད་མི་ལ་རེ་བའི་དུས་ཚོད་ཅིག། ཡོང་བ་དུང་ལོས་ཚིག་ཐག་བཅད་ནས་བཤད། དེ་རིང་ཨ་ཅག་ཙན་དན་ལྷ་སྲས་གཉིས། ཞུ་ཧམ་ཆེ་བས་དགོངས་འགལ་མེད་པ་ཞུ་ཞེས་གསུངས་ནས་སྤྲང་ཕྲུག་དང་ལྷན་དུ་ཤར་ཕྱོགས་ཀྱི་རི་ན་གླང་པོ་ཆེའི་སྣ་ཞག་འདྲ་བའི་ལུང་ཤུར་ནང་མཛོ་མོ་འཚོ་བར་ཕེབས་སོ། སེར་ལོ་དང་གཡུ་ལོ་གཉིས་ནི་ཁོང་ཁྲོ་མེ་ལྟར་འབར་ནས་ཡབ་ཡུམ་གཉིས་ཀྱི་སར་ཕེབས་ཏེ། དུང་ལོ་སྐྱིད་ཀྱིས་སྤྲང་པོའི་ལག་ནས་མཛུབ་རྒྱན་གྱོན་ཚུལ་དང་སྤྲང་པོར་དགའ་ཞེན་བྱེད་ཚུལ། རྒྱལ་པོ་ཡབ་ཡུམ་གཉིས་ལ་བརྩི་འཇོག་མི་ཞུ་བ་དང། ཉི་མ་ནམ་ཞར་ངེད་གཉིས་ལ་འཕྲོག་རྩོད་བརྒྱབ་ནས་སྣང་བ་འབུམ་ལྡན་གྱི་རྒྱལ་རྒྱུད་ཀྱི་ཞབས་འདྲེན་ཞུས་པ། དེས་རྒྱལ་པོ་རྣམས་ཀྱི་གོ་ན་ཉམས་དམའ། བློན་འབངས་འཁོར་གཡོག་རྣམས་ཀྱིས་མཐོང་ཆུང་བྱེད། ང་གཉིས་གཉིས་པོའི་རྐང་ཡང་འདྲེན། དེ་ནི་ཕོ་བྲང་དེའི་ནང་ཡོང་མི་ཆོག་པ་བཟོས་ནས་སྤྲང་པོ་ཁོ་དང་མཉམ་དུ་ཛོ་རའི་ནང་དུ་ཤོག། དེ་ནས་ཡུན་མི་རིང་བར་མཐའ་འཁོབ་ཀྱི་ཡུལ་དུ་ཕུད་གཏང་དགོས་ཞེས་ཞུ་བ་ནན་ཏན་ཕུལ་བར། རྒྱལ་པོ་ལྷའི་སྡེ་དཔོན་གྱིས་དེ་ལྟར་ཡིན་ན་ཤིན་ཏུ་ནས་བཀྲ་མི་ཤིས་ཤིང། གཙང་བཙོག་སེལ་བའི་བྱ་བ་ངན་པ་ཞིག་རེད། ཉི་མ་དེ་རིང་ཕྱིན་ཆད་ནས་ཕོ་བྲང་ཡན་དུ་ཡོང་མི་ཆོག་ཅིང། སྤྲང་སྲས་བསྟེན་ནས་སྤྲང་པོ་ཁོ་དང་མཉམ་དུ་ཞོག། དེ་ནས་མི་རིང་བར་མཐར་བྲོས་གཏོང་གི་ཡིན། ཤ་ཚ་དང་སྙིང་རྗེ་གང་ཡང་མེད། བུ་མོ་རྒན་པ་གཉིས་ཀྱིས་དེ་ལྟར་བྱ་དགོས་ཞེས་བཀའ་ཕེབས་པ་རེད། དེར་ཡུམ་གྱིས་ལྷ་ཡི་སྡེ་དཔོན་ཆེན་པོ་དགོངས་སུ་གསོལ། བུ་མོ་རྒན་པ་གཉིས་ཀྱི་ཁ་ལ་གཟིགས་ནས་དེ་འདྲ་གནང་ན་ཨེ་ཡོང། ང་ལ་བུ་མོ་གསུམ་སྐྱེས་པའི་ནང་ནས། ཆུང་བ་དུང་ལོ་སྐྱེས་དེ་སྐྱེས་པའི་དུས་སུ་བཀྲ་ཤིས་པའི་རྟགས་དང་མཚན་མ་གང་འདྲ་བྱུང་ཡོད་མེད། རྒྱལ་བློན་ཚང་མས་མཁྱེན་གསལ་རེད། བུ་མོ་འདི་སྐྱེས་པ་ནས་བཟུང། ང་ཚོའི་ཡུལ་འདིར་ཡང་མུ་གེ་དང་ནད་ཡམས་མ་བྱུང་ཞིང། བཀྲ་ཤིས་ལོ་ལེགས་དང་བུ་མོ་རང་ཉིད་ཀྱང་མཐའ་ཐུག་སྟོང་གསུམ་འཁོར་ལོས་བསྒྱུར་པའི་རྒྱལ་པོའི་བཙུན་མོ་བྱ་རྒྱུར་ཤར་ཕྱོགས་སྐུ་ཡི་རྒྱལ་པོའི་ལུང་བསྟན་ཡོད་པ་ང་རང་ཚོས་མཁྱེན་གསལ་ཡིན། རིན་ཆེན་དང་པོའི་སེམས་ནི་ས་འོག་ཏུ་ཡོད། རིགས་བཟང་རྒྱལ་པོའི་རྒྱུད་ཀྱང་སྤྲང་པོའི་ཚུལ་དུ་ཡོད། ང་རང་ཚོ་ཚང་མ་ཟས་ཁ་ལ་མི་འགྲོ་བ་དང་ཉལ་ན་གཉིད་མི་ཁུག་པ་བལྟས་ན་ལྟ་མི་ཕོད་པ་འགུལ་ན་འགུལ་མི་ཚུགས་པ། ཅི་བྱེད་འདི་བྱེད་མེད་པར་ངོ་ཚ་ཁ་སྐྱེངས་ཀྱི་བྱ་བ་ཞིག་བྱུང་ན། སྣང་བ་བུམ་ལྡན་རྒྱལ་པོའི་ཞབས་འདྲེན་ཞུས། ལྷའི་རྒྱལ་པོ་རྣམས་ཀྱིས་ང་ཚོ་གླེན་པའི་གྲས་སུ་བཞག། བློན་འབངས་རྣམས་ཀྱིས་ཡོན་ཏན་མེད་པའི་བོང་བུ་ལྟ་བུར་བརྩི་བའི་དུས་ཤིག་བྱུང་ན། དེ་ལས་ངོ་ཚ་བ་དང་དེ་ལས་ཁ་སྐྱེངས་པ་འཇིག་རྟེན་གྱི་ས་སྟེང་དུ་ཡོང་དོགས་མེད། དེ་འདྲ་མ་བྱུང་བའི་སྔོན་ནས་ངས་ཞུ་ན་བྱས་པའི་ཁ་ལ་གསན། ཁྱོད་བུ་མོ་རྒན་པ་གཉིས་ཀྱིས་ཀྱང་སྤོན་ཕྱིས་ནང་ཁུལ་དུ་མ་བསྒྲུགས་ཤིག། ལྷ་ཡི་སྡེ་དཔོན་ཆེན་པོ་རང་ཚོད་ཟིན་ན་རྙེད་པ་འདུག་ཅེས་གསུངས་པར། དེར་བུ་མོ་རྒན་པ་གཉིས་ཁ་བདེ་བ་དང་རྒྱལ་པོ་སྐུ་དབང་ཆེ་བའི་རྐྱེན་གྱིས་ཡུམ་གྱིས་བཞུ་ན་བྱས་ཀྱང་མ་གསན་པར་དཔའ་མཐལ་དུ་ཤོར་བ་རེད། དེ་ནས་བུ་མོ་དུང་ལོ་སྐྱིད་ཀྱིས་ཞལ་རས་དཀར་གསལ་ཟླ་བ་ཉག་གང་བ་ལས་འཁྱག་པའི་དུམ་བུ་ལ་ཉི་འོད་ཕོག་དུས། ཆུ་རྒྱུན་བབས་པ་ལྟ་བུའི་མཆན་ཆབ་བསིལ་ནས། མི་མངོན་དབྱིངས་ནས་ཐུགས་རྗེ་མི་འབྱུང་བའི། སྐྱབས་ཡུལ་དམ་པ་རྣམས་ཚོ་གང་དུ་བྱོན། ཤར་ཕྱོགས་ཤེས་རིག་དགེ་རྫོང་གཞལ་ཡས་ནས། སྐུ་སྐྱེ་བོད་ཀྱི་རྒྱལ་པོ་ཐུབ་མི་ཆུང། རང་སེམས་དྲང་པོར་བཞག་ནས་ལས་བྱས་ཀྱང་དོན་མེད་མནར་གཅོད་མྱོང་བའི་དུང་ལོར་གཟིགས། ཚེ་འདིར་མཐའ་མ་སློང་དགོས་བྱུང་ན་ཡང། འདི་རུ་མི་སྡོད་ཡུལ་ཕྱོགས་གཞན་ལ་འགྲོ། རྒྱལ་པོའི་སྲས་མོར་འབངས་ཀྱིས་ལྟོ་ཆས་སྟེར། བཀའ་བཀྱོན་གནང་བཞིན་ཡབ་ཡུམ་དགོངས་པ་འཕྲོད། དེ་བས་མི་ཚེ་ཉིས་སྟོང་ཚད་མེད་མྱངས། ཉིན་མོ་ཁྱོད་ཡང་མཚན་མོ་ཁྱོད་དགའ་བའི་མཁའ་ལ་གསལ་དང་ལུས་ལ་གོས་ནི་མེད། རྡོ་རྗེ་འཕགས་ལམ་གད་པའི་རོང་དུ་ལྷུང། དུང་ལོ་སྐྱིད་པ་འཁོར་བའི་འདམ་དུ་ཚུད། བསམ་བློ་གང་ནས་བཏང་ཀྱང་སེམས་ཉིད་སྐྱོ། ཟད་ན་འཇུ་ཞིང་འཆི་ན་འགྲོ་བདེ་བས་མ་སོང་དྲང་པོའི་གཏམ་ཞིག་ང་ལ་གསུངས་ཞེས་གསུངས་ནས་མང་དུ་བཤུམས་པར། སྤྲང་ཕྲུག་གིས། ཤེལ་གྱི་བུམ་པར་གཡའ་ཡི་དྲི་མེད་ཅིང། དེའི་ནང་པད་མ་དཀར་པོའི་འོད་སྟོང་འཕྲོ། འོད་ཟེར་རྩེ་མོ་གསལ་བ་ལུང་ལ་ཟུག། རྒྱལ་ཕྲན་བརྒྱ་ཕྲག་མང་པོས་བསུ་བ་བྱེད། སྐུ་ཡི་རྒྱལ་པོས་དངོས་སུ་ལམ་སྟོན་མཛད། གཡུ་ཁྲིའི་སྟེང་དུ་གཟི་མདངས་བརྒྱད་དང་མཚུངས། སྤྱན་ཆབ་མ་གཟི་ལྷ་སྲས་དུང་ལོ་སྐྱེས། གསུར་ཆུའི་འདབ་མ་སྙིང་ཁའི་གནས་སུ་བཀོད། དགོངས་དག་ཐུགས་ཏིང་འཛིན་མ་ཁྱེད་ལ་ཞུ། སྤྱན་ཆབ་མ་གཟི་ལྷ་གཅིག་དུང་ལོ་སྐྱེས། གནས་སྐབས་མི་འདོད་ཉེར་འཚེ་ད་དུང་མང། འཁོར་བའི་ལས་ངན་འབྲས་བུ་མཐའ་མ་རྫོགས། ཐུགས་ཁྲལ་མ་མཛད་ལྷ་གཅིག་མཚན་ལྡན་མ། སྤྱན་ཆབ་མ་གཟིགས་བཞིན་བཟང་དུང་ལོ་སྐྱེས། ས་སྟེང་འདི་རུ་གྲགས་པའི་རྒྱལ་ས་ལ། མ་ཕེབས་བསམ་པའི་ཐེ་ཚོམ་གཏན་ནས་མེད། བློ་ཐག་ཆོད་ལ་ང་ཡིས་སྐྱོ་རོགས་མཛོད། མི་རིང་ང་ཉིད་རྒྱལ་ས་འདི་ནས་ཕེབས། བདེན་པའི་ལས་ལ་དེ་བས་འབྲས་བུ་ཡོད་ཅེས་གསུངས་པའི་བུ་མོ་དུང་ལོ་སྐྱེས་ཀྱི་དགོངས་པར། ད་ནི་བསམ་བློ་མང་པོ་བཏང་བས་མི་ཕན། སྤྲང་པོ་ཁོ་རང་ལ་བློ་གཏད་པས་ང་རང་རྒྱལ་ས་འདི་ནས་ཕྱིར་འབུད་བྱས་པ་རེད། བུ་ཁོང་གི་གསུང་ཚུལ་ལ། ཤར་ཕྱོགས་སྐུ་ཡི་རྒྱལ་པོས་དངོས་སུ་གཟིགས་ནས་རྒྱལ་ཕྲན་བརྒྱ་ཕྲག་མང་པོས་བསུ་བ་བྱེད་ཅིང་གཡོ་ཁྲིའི་སྟེང་དུ་གཟི་མདངས་ངང་བསྡད་རྒྱུ་ཡོང་གསུང་གི་འདུག་ཀྱང། ད་ལྟ་ང་གཉིས་ཀྱི་མདོག་ལ་བལྟས་ན་སྐད་ཆ་དེ་འདྲ་མི་འགྲུབ་པའི་སྐུ་དང་མ་ངེས་པའི་མཛད་ཞིག་རེད། འོན་ཀྱང་བུ་ཁོང་གི་མཛད་པ་ནི་བརྗོད་ལས་འདས་པ་ཞིག་རེད་འདུག། དེ་བས་སེམས་ཐག་བཅད་ན་དགའ་དགོངས་ཏེ་གཤོམ་བྲོ་བཅས་ནས་གཅིག་གིས་གཅིག་ལ་གཟིགས་ཤིང་འཛུམ་པའི་ངང་སྔར་བཞིན་མཛོ་མོ་འཚོ་བར་ཕེབས་སོ། དུས་དེ་ཡི་ཚེ་ན་ཡུལ་ཁ་བ་གང་བཟང་གི་རྒྱལ་པོ་ལྷ་མཛེས་ཀྱི་སྲས་ལ་བུ་མོ་སེ་ལོ་སྐྱིད་བག་མར་སློང་དུ་ཡོང་བ་རེད། དེ་དང་ཆབས་ཅིག་བགྲེས་ཡོལ་གྱི་རྒྱལ་པོ་སྟོད་བུ་ཅན་གྱི་བུ་མོ་འབྲིང་བ་གཡུ་ལོ་སྐྱིད་བག་མར་སློང་དུ་ཡོང་ནས། ཞག་གཉིས་གསུམ་འགྲོ་བའི་དགོང་མོ་ཞིག་ལ། རྒྱལ་པོ་ལྷ་ཡི་སྡེ་དཔོན་གྱི་མནལ་ལམ་དུ། མི་དཀར་པོ་གཅིག་གླང་པོ་ཆེ་ལ་ཞོན་ཏེ་ཁྲོས་པའི་ང་རོ་སྒྲོག་པ་ཞིག་གིས། སྐྱབས་ཡུལ་ལོག་པའི་དམ་སྲི་ལྷའི་སྡེ་དཔོན། བསམ་སྦྱོར་ངན་པའི་བྲན་མོ་སྲེ་ཡུ་གཉིས། རྒྱལ་ས་འདི་རུ་ཉར་ཡང་ཕན་ཐོགས་མེད། རླུང་མེ་གཉིས་ལ་ཁུ་གཉིས་བསྟེན་ན་དགའ། འབྲས་མོ་དུག་གི་མུན་པ་སེལ་བའི་མཐར་ཐོ་རེངས་ཀ་ཆིང་དུང་གི་འོད་ཟེར་འཕྲོ། མུན་ནག་བསྐལ་པའི་མཇུག་མ་རྫོགས་ནས་ནི། གསེར་གྱི་ཉི་མ་སྐུ་ཡི་རྒྱལ་ཆེན་ཕེབས། བདེ་སྐྱིད་འོད་སྟོང་འཕྲོ་བའི་ལྟད་མོ་ཞིག་མི་རིང་མཐོང་རྒྱུ་ཡོད་པས་དགུང་ནས་སྡོད། ལྷམ་མགོ་རྡོག་པས་བརྫིས་པའི་སྐྱབས་ཡུལ་ལ། ཁྲག་གི་མིག་ཆུ་བཏང་ཡང་ཕན་ཐོགས་མེད། ཐ་མའི་དུས་སུ་སྤྲང་པོར་སོ་སོ་འགྲོ། བདེ་སྐྱིད་དགེ་མཚན་ལྡན་པ་སུ་ཡིས་བྱེད། ཁྲ་ཆུང་མིག་གི་མདུན་དུ་མཐོང་ཡོང་ངོ། དཔྱད་ཤེས་སེམས་ཀྱི་གཏིང་ནས་ཚོར་ཡོང་ངོ། འཛུམ་དཀར་ངོ་ལ་གཤིན་རྗེའི་དམར་མདངས་རྒྱས། ངོ་ཚ་ཁ་སྐྱེངས་མཇིང་པས་མགོ་མི་ཐེག། སེམས་ནི་ད་ཅི་རླུང་གིས་བསྐྱོད་དང་མཚུངས། ཁྱེད་ཅག་རྒྱལ་ས་གསུམ་ལ་ཡོང་ངེས་ཡིན། ང་ནི་ཤར་ཕྱོགས་སྐུ་ཡི་རྒྱལ་ཆེན་ཡིན། ཁྱོད་ལ་ལུང་བསྟན་བྱེད་པ་མཐའ་མ་ཡིན་ཞེས་གསུངས་ནས། འཇའ་དང་མེ་དཔུང་འདྲེས་པའི་དབུས་སུ་ཡལ་ལོ། དེ་ནས་རྒྱལ་པོ་ལྷའི་སྡེ་དཔོན་གནས་གསལ་དུས་སྙིང་ག་འཕར་ཞིང། ལུས་པོ་རྔུལ་ཏེ་སེམས་པ་མི་བདེ་བར་བྱུང་ནས། མདང་ནུབ་ཀྱི་རྨི་ལམ་དེ་ནི་སྐུ་ཡི་རྒྱལ་པོའི་ལུང་བསྟན་ཡིན་པ་འདྲ། བུ་མོ་རྒན་པ་གཉིས་ཀྱིས་ཕན་མི་ཐོགས་བཞིན། ཕུགས་སུ་དོང་ལོ་སྐྱིད་རྒྱལ་རྒྱུ་དང། ང་ཚོ་ཚང་མ་གཉའ་ཆག་པའི་གནད་དོན་ཞིག་གསུང་གིན་འདུག་དེ་འདྲ་ནི་དཔེ་མི་སྲིད་པ་རེད། སྐུ་ཡི་རྒྱལ་པོའི་ལུང་བསྟན་ག་ནས་ཡིན། སྤྲང་ཕྲུག་ཁོའི་སྒྱུ་འཕྲུལ་གྱིས་ངའི་རྨི་ལམ་དཀྲུགས་པ་ཐག་གིས་ཆོད། གང་ལྟར་བུ་མོ་རྒན་པ་གཉིས་རྒྱལ་ས་གཉིས་ལ་བསྟེན་ན་ཡབ་ཡུམ་གཉིས་ཀྱི་ཚེ་མཇུག་ལ་བུ་མོ་རྒན་པ་གཉིས་ཀྱིས་ཕན་ཐོགས་རྒྱུ་ལས། ངོ་ཚ་ཁྲེལ་མེད་ཀྱིས་དུང་ལོ་སྐྱིད་མོ་ལ་རེ་བ་བྱས་དང་མ་བྱས་མེད་སྙམ་ནས། དེའི་སང་ཞོགས་རྒྱལ་ས་གཉིས་ལ་བུ་མོ་གཉིས་སྟེར་རྒྱུར་ཐག་བཅད་དེ། སྲས་ལོ་སྐྱིད་ལ་སྲས་ཀྱི་ར་མདག་ཆ་གཅིག་དང། གཡོ་ལོ་སྐྱིད་ལ་གཡོ་ཡི་རང་ཐག་ཆ་གཅིག། སྲིན་སྔོན་དར་ཟབ་དགེ་བྱེད་ཀྱི་དྲེའུ་ལག་བདུན་རེ། འབྲུ་སྣ་ལྔ་པོ་སོ་སོ་ནས་ཁལ་སུམ་བརྒྱ་རེ་དང། སྟག་ནོར་ར་ལུག་བསྡོམས་པས་སྟོང་ཕྲག་རེ་བསྐལ་བར་བཀུག་སྟེ། སྣང་བ་འབུམ་ལྡན་གྱི་རྒྱལ་པོ་ཡབ་ཡུམ་གཉིས་དང་བཅས། ཁོ་ཚོ་གཙང་མ་སྟག་བྲག་སྒྲིག་ནས་ཕེབས་པ་དང། བུ་མོ་དུང་ལོ་སྐྱིད་དང་སྤྲང་ཕྲུག་གཉིས་རྐང་ཐང་དུ་སྟག་གཡོག་ལ་ཁྲིད་པ་རེད། དེ་ནས་གེ་སར་སོ་སོར་ཕེབས་ནས་ཕོ་བྲང་གི་གཟིམ་ཆུང་དུ་བཞུགས་ཏེ་བྱ་བྱང་ལོངས་སྤྱོད་ངོམས་ཤིང་ཚིམ་པར་བཅས། གླུ་དང་རོལ་མོའི་ཁྲོད་དུ་དགའ་སྐྱིད་ཀྱི་ངང་ལ་བཞུགས། བུ་མོ་དུང་ལོ་སྐྱིད་དང་སྤྲང་ཕྲུག་གཉིས་ཏཱ་རའི་ཟུར་གྱི་ཁང་ཆུང་ཞིག་ཏུ་བཞག་སྟེ། དམངས་འཚམས་ཏོག་ཙམ་དང་བྱ་བྱང་ཕྲན་བུ་ཞིག་ལས་ཤ་མང་སོགས་ཀྱི་སྐལ་བ་བཅས། དེ་ནས་ཉིན་ཞིག་སེ་ལོ་སྐྱིད་ཤོད་དུ་ཡོང་ནས། ཝེ། སྤྲང་ཕྲུག་ལ་ཇའི་ཐོད་སྐུ། ཝེ། བགྲེས་མོ་དུང་ལོ་སྐྱིད་པ། ང་ཚོ་ནི་རྒྱལ་པོའི་སྲས་མོ་ཞིག་ཡིན་པས་རྒྱལ་སྲས་དང་འཁྲུངས་ས་བརྒྱབ་སྟེ་དགའ་སྟོན་ལྷ་དང་མཉམ་པ་བྱས་པ་ནི། རུ་མིས་ཐལ་བས་དགག་པ་དང། མཛོ་ན་ཞྭ་སྙེད་དགག་པ་གཉིས་ཀྱིས་མ་གཏོགས་གངས་རིའི་ལྗོངས་ཡོངས་ལ་སྙན་གྲགས་ཕྱོགས་བཅུར་བསྒྲགས་པ་རེད། མེད་པར་ཡོད་མདོག་ཁ་པོའི་སྤྲང་པོ་ཁྱོད་དང། རྒྱལ་རྒྱུད་རླུང་ལ་བཀུག་མཁན་དུང་ལོ་ཁྱོད་གཉིས་ལ། འཁྲུངས་ས་འདི་ལྟ་བུ་དངོས་སུ་རྒྱག་རྒྱུ་བཞག་ནས་ཉལ་བའི་རྨི་ལམ་དུའང་ལྟུང་གི་མ་རེད་ཅེས་ཟེར་བ་དང། ཡང་གཡུ་ལོ་སྐྱིད་ཡོང་སྟེ། བསེ་ལོ་གཡུ་ལོ་ང་གཉིས་ཀྱིས་ལུས་ཀྱི་དར་གོས་ལ་ལྟོས་དང། བསེ་གཡུ་མུ་ཏིག་གི་རྒྱན་ཆ་ལེགས་པོ་འདི་ཚོར་ལྟོས་དང། གྲོགས་བཟའ་ཟླ་རྒྱལ་སྲས་གཉིས་ཀྱི་སྐུའི་གཟི་མདངས་ལ་ལྟོས་དང། ལྷ་ཡི་སྲས་མོ་ང་གཉིས་ཀྱིས་ཙང་ཡོན་དང་བཞིན་རས་ལ་ལྟོས་དང། ཁྱོད་གཉིས་ལ་འདི་འདྲ་ཡོང་བའི་རེ་བ་བྲལ་བ་རེད། འོན་ཏེ་སྣང་བ་འབུམ་ལྡན་གྱི་རྒྱལ་སར་མ་གནས་པར། ཡུལ་ཕྱོགས་གཞན་དུ་སྤྲང་ལ་འཁྱམས་པའི་དུས་སུ་སྐྱག་རྫུན་མ་ཤོད་རྐུན་མ་མ་གུས། ཐ་མ་བྱ་ཐབས་ཐམས་ཅད་ཟད་པའི་ཚེ་ན་ངའི་སར་སློང་བར་ཤོག། བྱ་ཆང་ལས་མ་བྱུང་ཡང་སྟེར་བ་ཡིན་ཞེས་ཟེར། ཡང་སེ་ལོ་སྐྱིད་ཀྱིས། མེད་ཀྱང་ཡོད་མདོག་ཁ་པོའི་སྤྲང་ཕྲུག་ཁོ་དང། རྒྱན་འཕངས་ལོངས་སྤྱོད་རྒྱབ་ལ་སྐྱུག་མཁན་དུང་ལོ་གཉིས་ལ། ཆུ་གྲང་མོ་ཕོར་པ་གང་སྟེར་རྗེས། སྐད་དམར་པོ་བཅད་ནས་ཁྲག་དཀར་པོ་འདོན་པར་དགའ་གི་རེད་ཅེས་ཟེར་བཞིན་གང་མིན་ཚད་ཀྱིས་མགྱོགས་ངོམ་བརྒྱབ་ནས་ཕོ་བྲང་དུ་ལོག་སོང། བུ་མོ་དུང་ལོ་སྐྱིད་ནི་དེ་སྔ་རྒྱལ་པོའི་སྲས་མོ་ཡིན་པས་ཞབས་ཐང་དུ་ཕེབས་མྱོང་མེད་སྟབས། གཅིག་ནས་སྐུ་ལས་ཁག་པ་དང་གཉིས་ནས་ཨ་ཅག་གཉིས་ཀྱི་སྐད་ཆའི་ཚིག་དོན་སྙིང་ལ་ཕོག་ནས། ཐད་ཀར་བཤུམས་པ་རེད། དེར་སྤྲང་ཕྲུག་གིས་སེམས་གསོ་མང་པོ་གནང་ནས། ཤར་ཕྱོགས་སྐུ་ཡི་རྒྱལ་པོ་མཇལ་སྲིད་ན་སྟོབས་འབྱོར་འདི་ལས་ཆེ་བ་ང་ཉིད་ལ་བྱ་རྒྱུ་ཡོང་སྲིད་ཀྱི་རེད། དེ་ལྟ་ཡོང་བའི་ཆེད་དུ་བཞིན་བཟང་དུང་ལོ་སྐྱིད་ཀྱིས་ཐུགས་རིག་བསྒྲིམས་ཤིག་ཅེས་གསུངས་ནས་བུ་མོའི་དབུ་དང་ཞལ་ལ་བྱིལ་བྱིལ་གནང། དེ་ནས་ཉིན་ཞག་བདུན་འགྲོ་བའི་ཉིན་ཁོང་ཚོའི་ཆང་ས་དྲོས་ནས། ཡབ་ཡུམ་གཉིས་ཀྱིས་ཕེབས་རྫོངས་སུ་ཡིད་བཞིན་གྱི་ནོར་བུས་གཙོས་པའི་ནོར་སྣ་མང་པོ་ཕུལ། མགུལ་ལ་བཀྲ་ཤིས་བྱད་ཐག་སྒྲོན་ཞལ་དུ་དངོས་ཕོར་གྱི་བདུད་རྩིའི་ཞལ་སྐྱེམས་དྲངས་ནས་ཁོ་ཚོ་ཚང་མ་ཆིབས་པར་ཆིབས། ནང་བློན་མང་པོས་སྐྱེལ་མ་དང་བཅས་སྟ་རག་སྒྲིག་ནས་ལོག་ཡོང་དུས་བུ་མོ་དོང་ལོ་སྐྱིད་དང་སྤྲང་ཕྲུག་གཉིས་ལ་ཁ་བཏགས་བསྐོས་པ་ཙམ་ཞིག་དང་བྱ་ཆང་ཧུབ་གང་ཡང་སྟེར་མཁན་མེད་པ་མ་ཟད། ད་དུང་ཞབས་ཐང་དུ་རྟ་རག་གི་རྗེས་ཟིན་ལ་མ་ཟིན་དུ་ཞལ་ངོ་ནག་ཐིང་ཐིང་དུ་རྒྱུག་ཕེབས་ནས། ཉིན་གསུམ་ཙམ་ཕྱིན་པས་ཡུལ་སྣང་བ་འབུམ་ལྡན་དུ་གཞི་ནས་འབྱོར་བ་རེད། དེ་ནས་ཉིན་ཞིག་སྤྲང་ཕྲུག་ལ་ཇའི་ཐོད་སྒོ་དང་བུ་མོ་དུང་ལོ་སྐྱིད་གཉིས། ཡབ་ལྷ་ཡི་སྡེ་དཔོན་གྱི་མདུན་དུ་སྐད་བཏང་ནས། ནོ་སྐལ་ལ་རྡོ་ཡི་ར་མཐའ་ཡལ་དུ་མེད་པ་ཆ་གཅིག། འབྲུ་གཉིས་སྦོ་གང། བ་ཕྱུགས་ལོང་བ་གཅིག་དང་ར་མ་རྐང་ཆག་གཅིག་བཅས་གནང་ནས། སྤྲང་ཕྲུག་ཁྱོད་ནི་རང་ཡུལ་དང་ཕ་མའི་མིང་སོགས་གང་ཡང་མེད་པར་ས་མཐར་འཁྱམས་ནས་ཡུལ་ཕྱོགས་འདི་རུ་སླེབས། ང་ཡི་བུ་མོ་གསུམ་ལ་མགོ་སྐོར་བཏང། དེའི་ཞོར་ལ་ཡུམ་གྱིས་ངན་པའི་རྒྱབ་རྟེན་བྱས་ཏེ། ཁྱོད་ང་ཡི་རྟ་ར་དང་མཛོ་རའི་ནང་དུ་སླེབས། རྒྱུ་མ་འཁྲུལ་གྱིས་ང་ཚོ་རྒྱལ་འབངས་རྣམས་ལ་མགོ་སྐོར་བཏང། ང་ཡི་གཉིད་ལམ་དཀྲུགས། མཁའ་འགྲོ་དུང་སྐྱོང་དཀར་མོའི་སྐུ་ལ་ཉམས་ཁྲིད་ཕོག། བུ་མོ་དོང་ལོ་སྐྱིད་ཁྱོད་ཀྱང་རྒྱལ་པོ་ཡབ་ཡུམ་གཉིས་ལ་བློ་མ་བཅོལ། ས་མཐའི་སྤྲང་པོ་ཁོ་ལ་སྙིང་གཏད། རྒྱལ་ཁམས་གསུམ་གྱི་ནང་དུ་ཞབས་འདྲེན་ཞུས། གདུག་པ་དགུ་བྱས་པའི་བཟའ་ཚོ་གཉིས་ཡིན་ན། ཉི་མ་དེ་རིང་ནས་བཟུང་ང་ཚོ་རྒྱལ་ཁབ་ཡོངས་ཀྱི་མིག་སྔོན་པོས་མི་མཐོང་བ་དང་རྣ་ཅོག་ལེབ་ལེབ་ཀྱིས་མི་ཐོས་པའི་ས་ཞིག་ལ་འགྲོ་རོགས་གྱིས། གལ་སྲིད་ཡུལ་འདིའི་ས་ཕྱོགས་ལ་བསྡད་པ་ཡིན་ན། འབུམ་ལྡན་རྒྱལ་ཁབ་ཆེན་པོའི་ཁྲིམས་ཀྱིས་ཉེས་ཆད་ཕོག་ངེས་ཡིན་པས། དེ་ལས་འགྲོ་བའི་གྲབས་གྱིས་ཤིག་ཅེས་བཀའ་ཕབ་པས། སྤྲང་ཕྲུག་ལ་བྱའི་ཐོད་སྒོ་ཡིས་དགོངས་པར། རྡོ་ཡི་ར་མཐའ་ཡལ་དོ་མེད་པ་དེ། ཟ་ནི་མི་ཉན་ཁྱེར་ན་མི་ཐེག་སྟེ་བུ་མོ་ང་གཉིས་ཀྱི་མི་རྒྱུད་རྡོ་ལས་སྲ་བ་ཡོང་བའི་རྟེན་འབྲེལ་ཡིན། བ་ཕྱུགས་མི་ཡལ་ཕྱིར་ལོང་བ་འདི་དེད་ནས་མི་འགྲོ་ཁྲིད་ན་མི་ཡོང་བས། ཕན་ཐོགས་མེད་པ་ཞིག་རེད་དེ་ཁོ་ཚོས་ང་གཉིས་ལ་བརྙས་བཅོས་བྱས་ནས་སྟེར་བ་རེད། དོན་དངོས་ཐོག་རྒྱལ་པོའི་བསོད་ནམས་དབང་ཐང་ཆེ་ཙམ་ཉམས་ཚར་བ་རེད། ར་མ་རྐང་ཆག་དེ་ཁོ་ན་མི་འདེགས་བསད་ན་སྙིང་ཡང་རྗེ། དེ་ནི་ཁོང་རྒྱལ་ཁབ་གསུམ་པོ་ནམ་ཞིག་གི་དུས་སུ། ར་བུ་རླུང་གིས་དེད་ནས་སྲིད་ལོ་ལེན་པའི་དུས་ཤིག་ཡོང། དེ་དུས་བུ་མོ་དོང་ལོ་སྐྱིད་དང་སྤྲང་ཕྲུག་ང་གཉིས་ལ་བསྟན་པ་མ་གཏོགས། གཞན་རྒྱབ་རྟེན་བཅོལ་ས་མེད། འོན་ཀྱང་དེ་རིང་གི་དུས་སུ་ང་གཉིས་འགྲོ་ཁར་ཐུག་པས་ཚིག་བཟང་དོན་ཟབ་ཀྱི་སྐད་ཆ་ཞིག་བཤད་དགོས་དགོངས་ཏེ། ལྷ་ཡི་སྡེ་དཔོན་ཆེན་པོ་དགོངས་སུ་གསོལ། ད་ལྟའི་དུས་དང་མ་འོངས་མངོན་ཚུལ་གཉིས་གཏན་ནས་མི་འདྲ་སྙན་དུ་གསོལ་ན་ཡང། ད་ལྟའི་དུས་སུ་ཐུགས་ཡིད་ག་ལ་མཆིས། དུང་ལོ་ང་གཉིས་འདི་ནས་ཐོན་པའི་རྗེས་ཡབ་ཡུམ་གཉིས་ཀྱི་སྐུ་དྲིན་མ་མཆིས་དང་བློན་འབངས་རྣམས་ལ་ཤ་ཞེན་མི་མཆིས་ཐོག་རིམ་བཞིན་སྐུ་དྲིན་གསོལ་རྒྱུ་སེམས་ལ་བཅངས། དེ་ཡི་བར་དུ་ཡབ་ཡུམ་སྐུ་ཁམས་བཟང། རྒྱལ་འབངས་དར་ཞིང་རྒྱས་པའི་སྨོན་འདུན་ཞུ་ཞེས་གསུངས་པས། ལྷ་སྐྱིད་དུང་ལོ་སྐྱིད་ཀྱིས་རི་དྭགས་རྨིག་མའི་སྤུ་རིས་འདྲ་བའི་འོག་ནས་སྦུབས་ཚུགས་ཅན་གྱི་སྤྱན་ཆབ་མུ་ཏིག་གི་མདོག་མ་ས་ལ་ལྷུང་བ་ལྟར་བསིལ་ཞིང་སྐུ་ཕྱག་ཕུལ་ཏེ། རྒྱལ་པོ་ཡབ་ཡུམ་ལྷན་གཉིས་གཉེན་གསོལ་ཅིག། བསོད་ནམས་འཁོད་དུ་མི་སྙོམས་དོང་ལོ་ང། ཆེ་བ་བུམ་ལྡན་རྒྱལ་པོའི་སྲས་མོར་བསྐྱེད། སྲས་མོ་གསུམ་གྱི་ནང་ནས་མཛེས་སྡུག་ལྡན། བསོད་ནམས་ཆུང་བས་ཐ་མ་ས་མཐར་འཁྱམས། སྔོན་ལས་ལྡོག་མེད་སྤྲང་པོ་བྱེད་དགོས་ནི། ཚེ་འདིར་བྱ་ཐབས་བྲལ་བའི་ལས་ཤིག་ཡིན། ང་ཉིད་འདི་ནས་གྱར་དགོས་ཡབ་ཀྱི་བཀའ། མ་མཇལ་བར་དུ་སྐུ་ཁམས་བདེ་བ་དང། ང་ཉིད་ཐུགས་ནས་མ་དོར་ཐུགས་རྗེས་གཟིགས་ཞེས་གསུངས་ནས་ཐོན་ཕྱག་ཕུལ་བས། ཡུམ་ཡང་སྤྱན་ཆབ་བསིལ་ཞིང་འཛམ་བུའི་ཆུ་སེར་གྱི་འཛུམ་རྒྱན་ལ་ཕ་ལམ་གྱིས་ཁྲག་བཏབ་པ་ཞིག་བུ་མོར་བསྩལ་ནས། མ་ངའི་སྙིང་དང་འདྲ་བའི་དུང་ལོ་སྐྱིད། བུ་མོ་རྒན་པ་གཉིས་ཀྱིས་དཀྲུགས་ཤིང་བརྒྱབ། ལྷ་ཡི་སྡེ་དཔོན་རང་ཚོད་མ་ཟིན་པར་ཁྱོད་སྤྲང་པོ་དང་འགྲོགས་ནས་ཕྱིར་འགྲོ་དགོས་པ་དེ་ནི། ང་ལ་བྱ་ཐབས་དང་བྲལ་ཞིང། བཀྲེས་སྐོམ་གྱིས་མནར་བའི་དུས་ཤིག་བྱུང་ན་མཛུབ་རྒྱན་འདི་བཙོངས་ནས་མི་ཚེ་ཕུད། དེ་ཡི་བར་དུ་ཅི་བྱེད་ལམ་དུ་འགྲོ་བར་ཨ་མས་སྨོན་ལམ་བཏབ་ཆོག་གསུངས་ནས་ཡར་བཞེངས་ཏེ་བུ་མོ་ལ་ཨུ་གཏུགས་གནང། ཁོང་ཡུམ་སྲས་གཉིས་པོ་གཅིག་གིས་གཅིག་ལ་འཐམས་ནས་སྤྱན་ཆབ་མང་དུ་གཟིགས། དེ་ནས་སྤྲང་ཕྲུག་དང་བུ་མོ་དུང་ལོ་སྐྱིད་གཉིས་ནས་ཡབ་ཡུམ་ལ་མཐུན་ཕྱག་ཕུལ་ཏེ་དགྲའི་རྨོད་བུས་བཞིན་དུ་རྒྱལ་ས་དེ་ནས་ཐོན་ཏེ། ཕོ་བྲང་གི་ཕྱི་ནས་ཤར་ཕྱོགས་སྐུ་ཡི་རྒྱལ་པོའི་རྟེན་ཁང་ལ་ཞལ་གཟིགས་ནས། ཐུགས་སྨོན་གསོལ་འདེབས་རྒྱས་པ་མཛད། གྲོང་མི་རྣམས་ལ་སློང་མོ་ཞུ་བཞིན་ཉིན་ཞག་མང་པོ་ཕྱིན་པའི་སར་ཕེབས་དུས། བུ་མོའི་དབུ་སྐྲ་གསེར་གླིང་སྦྱངས་པ་འདྲ་བ་དེ། གནམ་ལ་བསྲིངས། བཞིན་རས་དཀར་གསལ་ཟླ་བ་འདྲ་བ་དེ་སྔོན་པོར་གྱུར། སྐུ་གཟུགས་རྩེ་རེ་སྨྱུག་མ་འདྲ་བ་དེ་ཡང་ཀྱག་ཀྱོག་ཏུ་གྱུར་ནས་སྤྱན་ཆབ་བསིལ་བའི་ཚེ། སྤྲང་ཕྲུག་གི་སེམས་གསོ་ཡང་ཡང་མཛད་པ་དང་དགའ་བའི་འཛུམ་གྱིས་བསུས་ནས། ཉིན་ཞག་མང་པོ་སོང་བའི་ཉིན་ཞིག་ལ། གྲོང་ཁྱེར་ཆེན་པོ་སེ་བ་ལུང་གི་མདའ་རུ་སླེབས་པའོ། དེར་བུ་མོ་དུང་ལོ་སྐྱིད་ཀྱིས་གཟིགས་དུས་ཡུལ་དེའི་ཕུ་ན་གངས་རི་དང། འོག་ན་ནགས་ཚལ་བར་ན་རྒྱལ་པོའི་ཕོ་བྲང་སྔར་རང་གི་རྒྱལ་ས་ལས་ལྡབ་སྟོང་ཕྲག་མང་པོས་བརྗིད་ཉམས་ཆེ་བ། འབངས་འཁོར་འབུམ་ཚོ་མང་པོས་མཐའ་ནས་བསྐོར་བ། རྟ་ནོར་སེམས་ཅན་གྱི་རི་ལུང་ཁེངས་པ། མེ་ཏོག་དང་སྨན་རྩྭ་བཟའ་ཤིང་གི་ར་བས་བསྐོར་བའི་ཡུལ་མཛེས་ཐུགས་དང་ལྡན་པ་དེར་ཕེབས་པ་ཙམ་གྱིས་ཐུགས་ལ་དགའ་བ་ཚད་མེད་འཆར། དེ་མ་ཐག་ནམ་མཁའི་འཇའ་ཟེར་གྱི་ཀློང་ནས་མེ་ཏོག་གི་ཆར་བབས་དབྱར་གྱི་རྔ་གསང་སྒྲོག། ནམ་མཁའི་ཁྱོན་ཀུན་ནས་དུང་རྒྱ་ལིང་རོལ་མོ་ལ་སོགས་པ་སྙན་པའི་སྒྲ་དབྱངས་སྣ་ཚོགས་སྒྲོག། རྨ་བྱ་དང་ཁུ་བྱུག་འཇོལ་མོ་ལ་སོགས་པའི་བྱ་ཚོགས་ཀྱིས་སྙན་པའི་སྒྲ་སྒྲོགས་ཤིང། སྤྲང་ཕྲུག་ལ་ཇའི་ཐོད་སྐུ་དང་བུ་མོ་དུང་ལོ་སྐྱིད་རྣམ་གཉིས་མདུན་ནས་བསུ་བ་སོགས་ངོ་མཚར་ཅན་གྱི་དགེ་མཚན་ཕུན་སུམ་ཚོགས་པ་བྱུང་ངོ། དེ་ནས་སྤྲང་ཕྲུག་ལ་བྱད་ཐོས་གོས། བུ་མོ། ངས་རྒྱུག་པས་རི་མོ་བྲིས་ཤིང་སྔོན་ལ་འགྲོ། ཁྱེད་ཀྱིས་རི་མོ་དེ་དེད་ནས་རྗེས་ལ་ཕེབས་ཤོག། ངས་རྒྱལ་ས་ཡག་གིར་ཟས་སློང་བ་དང་གནས་ཚང་ཞིག་གཡར་བར་སྔོན་ལ་འགྲོ་བ་ཡིན་གསུངས་པས། བུ་མོ་དུང་ལོ་སྐྱིད་ཀྱིས་དགོངས་པར། ས་ཐག་རིང་པོ་འདི་འདྲ་བར་སླེབས་དུས་བུ་ཁོ་རང་སྔོན་ལ་ཕེབས་ནས་ང་ས་འདིར་གཡུག་བཞག་པ་ནི་ག་ནས་ཡིན་སྙམ་སྟེ་ཐེ་ཚོམ་བྱུང། ཡང་དགོངས་པར། ངས་བློ་ཐག་བཅད་ནས་བུ་ཁོང་གི་རྗེས་སུ་ཡོང་ནས། ཕན་ཚུན་མཛའ་བརྩེའི་དུང་སེམས་ལ་བརྟེན་ན་ང་གཡུག་ག་ནས་སྲིད་དགོངས་ཏེ། ད་འོ་ན་བུ་ཁྱེད་རང་སྔོན་ལ་ཕེབས་ནས་ཡུལ་འདི་ཡི་མིང་ལ་ཅི་ཟེར་རྒད་པོ་དེ་ཡི་མཚན་ལ་ཅི་ཞུ། ང་གཉིས་སྤྲང་པོ་ཉམ་ཐག་ཡིན་སྟབས་རྒྱལ་ས་ཡག་གིས་ཁ་ཡ་གནང་ན། འབངས་འཁོར་ཞིག་གི་ནང་ལ་གནས་ཚང་གཡར་ནས་འཚོ་བའི་ཟས་ཕྲན་བུ་ཞིག་བསྟེན་ན་སྐྱིད་པའི་དུས་ཚོད་ཅིག་ཡོང་བ་འདུག་ངའི་ཡབ་ཡུམ་གཉིས་དང་རྒྱལ་སྲིད་ནི་རྒྱབ་ཏུ་བསྐྱུར། འགྱོད་མེད་ཀྱི་ལུང་པ་འདི་ན་བློ་གཏད་བཅོལ་ས་ནི་ཁྱེད་ལས་མེད། ཐུགས་རྗེས་སི། བུ་ཁྱེད་ཀྱིས་བུ་མོ་ང་མ་གཡུག་རོགས་ཞེས་མང་པོ་བཤུམས་པས། སྤྲང་ཕྲུག་གིས། བྱིན་བཟང་དུང་ལོ་སྐྱིད་པ་ཁྱེད་ཐུགས་བདེ་བའི་ངང་ལ་བཞུགས་ཤིག། ངས་ཁྱེད་རང་ཚེ་འདི་ལ་གཡོག་རྒྱུ་བཞག་ནས་ཕྱི་མ་ཡང་ང་ཉིད་ཤར་ཕྱོགས་མངོན་པར་དགའ་བའི་ཞིང་དུ་ལྷན་དུ་ཕེབས་ཆོག་གི་རེད། རྒྱལ་ས་ཡ་ཁྱི་གནས་ཚང་ཡག་ནས་ལྟོ་ཡང་སྟེར་གྱི་རེད། ཡུལ་འདི་ནི་དགེ་བ་འཕེལ་བའི་ལུང་པ་ཞིག་ཡིན་པས་བུ་མོ་ཐུགས་ཁྲལ་མ་མཛད་པར་ངའི་རྗེས་ལ་ཕེབས་ཤོག་གསུངས་ནས། བུ་མོ་ལ་ཨུ་ཐུག་མཛད་དེ། སྤྲང་ཕྲུག་གིས་ལམ་དུ་རྒྱུག་པས་རི་མོ་འབྲི་བཞིན་ཕེབས། གང་མཚམས་ཤིག་ནས་སྤྲང་ཕྲུག་མི་མཐོང་བར་གྱུར་རོ། དེ་ནས་སྤྲང་ཕྲུག་སེ་བ་ལུང་གི་རྒྱལ་སར་ཕེབས་དུས། རྗེ་བཙུན་མའི་མཁྱེན་བརྩེའི་ཕོ་བྲང་གི་ཕྱི་རོལ་དུ་གསོལ་བ་ཞུ་བར་ཕེབས་ནས། ཁོང་སྐུ་གཅིག་ཉིན་གཅིག་གིས་གཅིག་ལ་འཐམས་ནས་ཡུད་ཙམ་རིང་དྲན་མེད་དུ་གྱེས། དེར་བློན་ཆེན་དང་ནང་མ་རྣམས་ཀྱིས་སྐུ་ལ་ཙནྡན་གྱི་ཐང་ཆུ་གསོལ། ཞལ་དུ་བདུད་རྩིའི་སྐྱེམས་དྲངས་པས། ཐུགས་དྲན་གསོས་ཏེ་སྐུ་གཅིག་གཉིས་པོ་ཕོ་བྲང་ནང་དུ་ཕེབས། རྒྱལ་སྲས་ཀྱིས་སྐུ་ཕྱག་ཕུལ་ནས་རྒྱལ་སྲས་རང་ཉིད་སྔར་ཕོ་བྲང་ནས་ཐོན་པ་ནས། གཡོག་མི་ཆེན་དང་མི་ཆུང་གཉིས་ཀྱིས་བསམ་ངན་སྐྱེས་ཏེ་ཁོང་སྐྱུར་བཞག་ཚུལ་དང། དེ་ནས་ཀ་བ་ཁྲི་ཕྲག་བཅད་ནས་ཡུལ་སྣང་བ་བུམ་གདན་ལ་ཕེབས་ནས་བུ་མོ་གསུམ་ལ་རྟག་པ་མཛད་ཚུལ། མཐར་བཞིན་བཟང་དུང་ལོ་སྐྱིད་ཀྱིས་རྒྱལ་སྲས་ཁོ་རང་ལ་བློ་གཏད་བཅོལ་ཏེ་ད་ལྟ་ཡུལ་འདིའི་ཟླ་ན་རྗེས་ལ་ཕེབས་བཞིན་ཡོད་པ་བཅས་ཀྱི་ལོ་རྒྱུས་ཞིབ་པར་ཞུས་པས། རྗེ་བཙུན་མའི་བུ་ཁྱོད་ལ་ཀ་བ་ཁྲི་འབུམ་བྱུང་བ་ནི་ལོས་བདེན། ལྷག་པར་དུ་བུ་མོ་ཆུང་བ་དུང་ལོ་སྐྱིད་རྒྱལ་ས་འདིར་གདན་འདྲེན་ཞུ་ཐུབ་པ་ནི་ཤིན་ཏུ་ནས་ལེགས་བྱུང། ད་ནི་སྔོན་ལ་བུ་ཁྱོད་གཉིས་ཀྱིས་ཕོ་བྲང་གི་ར་བ་ཕྱི་མའི་སྟ་རའི་ཟུར་གྱི་ཁང་ཆུང་མ་ཁྱིར་གནས་གཙང་གཡར་བའི་ཚུལ་བྱས་ཏེ་བཞུགས། ལྟོ་གོས་རྣམས་ངས་སྟེར་བའི་ཚུལ་གནང་ནས་བཞེས། ཟླ་བ་ཁ་ཤས་རིང་བུ་མོ་དུང་ལོ་སྐྱིད་དེ་ཤར་ཕྱོགས་སྐུ་ཡི་རྒྱལ་པོའི་བཙུན་མོ་དངོས་ཡིན་མིན་ངས་བལྟ་བ་ཡིན། མ་ཡིན་པ་མི་སྲིད་ཅིང་བུ་མོ་ཁོང་ལ་མཛངས་མའི་ཡོན་ཏན་རྒྱས་ཚང་བ་དང། བུད་མེད་ཀྱི་སྐྱོན་ལྔ་སྤང་བ་ཞིག་ཡིན་ཕྱིན། རྒྱལ་ས་འདིར་འཁྲུངས་སའི་རྟེན་འབྲེལ་བཟང་པོ་སྔ་ན་མ་གྲགས་པ་ཞིག་བྱེད་རྒྱུ་ཡིན་གསུངས་ནས་གསོལ་ཆས་དང་གཟིམ་ཁོས་སོགས་ཕུལ་ནས་ཁང་ཆུང་ནང་དུ་བཞག་པ་རེད། བུ་མོ་དུང་ལོ་སྐྱིད་ཀྱིས་རྒྱུག་པའི་རི་མོ་དེད་ནས་ཕེབས་པའི་ལམ་བར་ཞིག་ན། རྟ་དྲེལ་སྤུ་རིས་བཀྲ་བ་མང་པོས་ཁེངས་བཞིན་ལམ་གྱི་ཟུར་ཞིག་ན། ཤིང་འོད་མའི་སྡོང་པོ་ཞིག་གི་གསེར་ཁྲིབ་འདུག། རྟ་རྩེ་བ་མང་པོས་ཆང་འཐུང་བ་དང་གླུ་ལེན་དགའ་དགའ་སྤྲོ་སྤྲོ་བྱས་ནས་བསྡད་འདུག་པས། ཕོ་མོས་དེའི་སར་ཕེབས་ཏེ་ཆེ་དཔོན་ལྷན་རྒྱས་ཚོ། ཡུལ་འདི་ཡི་མཚན་ལ་ཇི་སྐད་ཞུ། རྒྱལ་པོའི་མཚན་ལ་ཇི་ལྟར་ཞུ། ད་ནངས་འདི་ནས་ཡར་སྤྲང་ཕྲུག་ལ་བྱའི་ཐོད་སྐུ་ཕེབས་པ་གཟིགས་བྱུང་ངམ་ཞེས་བཀའ་འདྲི་གནང་བར། རྟ་རྩེ་རྒན་གཞོན་ཚང་མས་ཕོ་མོའི་དབུ་ནས་ཞབས་བར་ཞིབ་པར་བལྟས་རྗེས། རྟ་རྩེ་བ་རྒན་པ་ཞིག་གིས། ཁྱེད་ནི་ཕལ་པའི་བུ་མོ་ཞིག་གཙང་བ་ནས་མི་འདྲ། རིགས་དང་རུས་རྒྱུད་ལྡན་པའི་སྲས་མོ་ཞིག་དང་འདྲ་བས། ཐོག་མར་ཞལ་སྟོང་པར་བྲོས་སྨྲ་ན། སྔོན་ལ་བུ་མོ་རང་ཆུ་ཆང་རྙེད་ཐག་ཅིག་བཞེས་དང་ཞུས་པས། བུ་མོར་ཞེ་ཆད་མེད་སྟབས་རྟ་རྫི་རྣམས་ཀྱི་ཕོ་བ་སྔོན་བཞིན་གྱིས་རྒན་པ་ཞིག་ཡོད་པ་དེ་བཀྲུས་ནས་ཆུ་ཆང་ལེགས་པར་བཀྱག། དེ་ནས་རྟ་རྫི་རྒན་པས། ས་ཐག་འཁྱར་ཡང་ཡ་རབས་སྤྱོད་ཚུལ་དང་ལྡན་པའི་བུ་མོ་ཁྱེད་ལ་ཞུ་རྒྱུར། ཡུལ་འདི་ཡི་མིང་ལ་གྲོང་ཁྱེར་ཆེན་པོ་སེ་བ་ལུང་གི་རྒྱལ་ས་ཞུགས། རྒྱལ་ཕྲན་བརྒྱ་ཕྲག་མང་པོའི་སྤྱི་བོའི་གཙུག་གི་ནོར་བུ་ཡིན། ཡབ་ཀྱི་མཚན་ལ་ཤར་ཕྱོགས་སྐུ་ཡི་རྒྱལ་པོའི་སྤྲུལ་པ་དགྲ་བླ་འོན་ལྡན་དཀར་པོ་ཞུགས། ཡུམ་གྱི་མཚན་ལ་རི་དྭགས་མིག་ཅན་ཞུགས། དེ་ཉིད་ཐུགས་རྗེ་དག་པའི་ཞིང་དུ་ཕེབས་ནས་མེད། ད་ལྟ་འདིར་སྐུ་ཆེ་བ་རྗེ་བཙུན་མ་ཀུན་བཟང་ཆོས་ཀྱི་དབང་མོ་ཞུགས། ཆུང་བའི་མཚན་ལ་རྒྱལ་སྲས་ཁམས་གསུམ་སྟོབས་ལྡན་ཞུགས། སྤྲང་ཕྲུག་ལ་ཆའི་ཐོད་སྐུ་འདི་ནས་ཡར་ཕེབས་པ་ནི་མཐོང་མ་བྱུང། ང་ཚོའི་རྒྱལ་སྲས་ཁམས་གསུམ་སྟོབས་ལྡན་མི་ཡུལ་གཞན་དུ་ཕེབས་ནས་ད་ལོས་ལོ་གསུམ་ཕྱིན་པ་རེད། དེ་རིང་བཀྲ་ཤིས་དགའ་བའི་ཉིན་མོ་འདིར། ང་ཚོའི་རྒྱལ་སྲས་ཁམས་གསུམ་སྟོབས་ལྡན་ཁོང་ཕྱི་པ་ངང་པའི་རླུང་གཤོག་ལ་འཆིབས་ཤིང་སྐུ་ར་ཟིན་ནས་ཆིབས་ཆགས་ས་ལ་འགྲུལ་གྱིན་འགྲུལ་གྱིན་རྒྱལ་ས་འདི་ལ་ཆིབས་བསྒྱུར་གནང་སོང། ད་ནི་ང་ཚོ་སེ་བ་ལུང་གི་རྒྱལ་འབངས་ཚང་མ་ང་དང་ལྷ་དང་མཉམ་པ་དང་འཛམ་བུ་གླིང་ལ་སྙན་པའི་གཏམ་བཟང་ཁྱབ། ནང་བློན་ཕྱི་བློན་བསྡོམས་པས་དགུ་སྟོང་དང་མཆན་འབངས་རྒྱལ་ཕྲན་བརྒྱ་ཕྲག་མང་པོའི་རྒྱལ་བློན་རྣམས་མྱུར་དུ་བསྐོངས་ནས་རྒྱལ་པོའི་འཁྲུངས་སའི་རྟེན་འབྲེལ་མཛད་རྒྱུ་ནི་ཤོད་མི་དགོས་པ་རེད། བུ་མོ་ཁྱེད་རང་ཡང་ཆོས་འཆང་རྙེད་པར་ཆོས་ནས་རྒྱལ་ས་ཡ་ཁིར་ཕེབས། རྗེ་བཙུན་མ་བྱང་ཆུབ་སེམས་དཔའ་བཞུགས་ནས་ཡོད་པས། དེ་དང་རྒྱལ་སྲས་གཉིས་ཀྱིས་ཁྱེད་ལ་གང་དགོས་གསོལ་རས་གནང་གི་རེད། གཅིག་བྱས་ན་ཁྱེད་ལ་ཡང་བཀྲ་ཤིས་བདེ་ལེགས་གནང་གི་རེད་ཞུས་པས་རྟ་རྩེ་གཞན་རྣམས་གད་མོ་ཤོར། དེ་ནས་བུ་མོས་ཆོས་ཅང་ལེགས་པར་བཞེས་ནས་ཕེབས་པའི་ལམ་བར་དུ་དགོངས་པ་འཁོར་བ་འདི་ལྟར། རྒྱལ་ས་ཡག་གི་ང་ཚོའི་རྒྱལ་ས་ལས་འདབ་བརྒྱ་ཕྲག་མང་པོས་ཆེ་བ་དང་སྟོབས་འབྱོར་ལྡན་པ་ཞིག་འདུག་དེའི་རྒྱལ་སྲས་དེ་སྤྲང་ལ་འཁྱམས་ནས་ཕེབས་པ་ནི་ག་ནས་ཡིན། མ་གཞི་སྤྲང་ཕྲུག་དེ་ནི་མཐུ་རྩལ་ཆེ་ཞིང་ཐུགས་ལ་ཅི་བསམ་འགྲུབ་པ་ཞིག་འདུག་པ་ཁོང་ཡུལ་འདིའི་རྒྱལ་སྲས་ནི་ག་ནས་ཡིན། བློ་ཐག་བཅད་ནས་ངའི་རྗེས་ལ་ཕེབས་དང་ཤར་ཕྱོགས་སྐུ་ཡི་རྒྱལ་པོ་མཇལ་བ་ཡིན་གསུང་གི་འདུག་བུ་ཁོ་རང་སྐུ་ཡི་རྒྱལ་པོ་མིན་ཀྱང་རྟ་ཚི་བའི་གསུང་ལུགས་ལྟར་ན་ཡུལ་འདིའི་རྒྱལ་པོ་ཡབ་ཡུམ་དང། རྒྱལ་སྲས་སྐུ་མཆེད་ཚང་མ་ང་ཚོ་སྣང་བ་འབུམ་ལྡན་གྱི་བསྟན་པའི་ལྷ། ཤར་ཕྱོགས་སྐུ་ཡི་རྒྱལ་པོའི་ལྷ་རྒྱུད་འཁྲུལ་མིན་ཡིན་པ་འདྲ། ད་ནི་རྒྱལ་ས་ཡག་གིས་སླེབས་ནས་ངའི་བསམ་དོན་ཟླ་བ་རྒྱས་པ་བཞིན་དུ་འགྲུབ་པར་ཤོག་ཅེས་གསུང་བཞིན་ཕེབས་པས། ཉིན་ཕྱེད་ཡོལ་ཙམ་གྱི་དུས་སུ་ཕོ་བྲང་གི་གཟིམ་སྒོའི་འགྲམ་དུ་འབྱོར་བ་དང། སྤྲང་ཕྲུག་ལ་ཆའི་ཐོད་གོས་བུ་མོ་དུང་ལོ་སྐྱིད་ཀྱི་ཕྱག་ནས་འཇུས་ཏེ་སྟ་རའི་ཁང་ཆུང་ནང་དུ་གདན་དྲངས་ཏེ། གསོལ་ཆས་ཚིམ་པར་ཕུལ། དེ་ནས་ཡུལ་དེའི་རྒྱལ་པོས་གནས་ཚང་གཡར་ཚུལ་དང་ཟས་གོས་གསོལ་རས་གནང་ནས་ང་ཉིད་འདིར་ཉར་བ་ཡོད་གསུངས་ནས་ཉིན་ལྟར་སྤྲང་ཕྲུག་གིས་ཟས་གོས་ལེན་པའི་ཚུལ་མཛད་དེ་ཕོ་བྲང་ནང་དུ་ཕེབས་ནས། ཁོང་སྐོམ་ཆེད་གཉིས་ཀྱིས་ཕན་ཚུན་གྲོས་མོལ་ཞིབ་པར་མཛད། རྗེ་བཙུན་མས་དུང་ལོ་སྐྱིད་ལ་ཕྱག་ལས་ཙག་ཙིག་བསྐུལ་ནས་དུས་རེ་ཞིག་སོང་བའི་ཚེ་ན། བུ་མོ་དུང་ལོ་སྐྱིད་ནི་ཉིན་རེ་ལས་ཉིན་རེ་བཞིན་ཀུན་སྤྱོད་ལེགས་ཤིང་མཇལ་བ་ཙམ་གྱིས་ཡིད་འཕྲོག་པ་ཞིག་ཡོད་པས་བློན་འབངས་ཐམས་ཅད་ངོ་མཚར་སྐྱེ་དགོས་པ་ཞིག་ཏུ་གྱུར། དེའི་ཚེ་རྗེ་བཙུན་མས། བུ་མོ་ཁྱེད་ཀྱི་ཡུལ་ཕྱོགས་གང་ནས་ཡིན། ཡབ་ཡུམ་གཉིས་ཀྱི་མཚན་ལ་ཇི་སྐད་ཞུ། སྐུ་མཆེད་ཉིད་སྐོར་ལ་སོགས་ཇི་འདྲ་ཡོད། བུ་མོ་གཉིས་ཀྱི་མཚན་ལ་ཇི་ལྟར་ཞུ་ཞེས་བཀའ་འདྲི་གནང་བའི་ཚུལ་གྱིས་མཛད་པར། དུང་ལོ་སྐྱིད་ཀྱིས་རྗེ་བཙུན་མར་སྐུ་ཕྱག་གསུམ་ཕུལ་ནས། ང་ཡི་ཡུལ་ནི་སྣང་བ་བུམ་ལྡན་ཡིན། ཡབ་ཀྱི་མཚན་ལ་ལྷ་ཡི་སྡེ་དཔོན་ཞུ། ཡུམ་གྱི་མཚན་ལ་ཡིད་ཀྱི་འཁྲི་ཤིང་ཞུ། གདུག་རྩུབ་ཆེ་བའི་ཨ་ཅག་རྒན་གཞོན་གཉིས་ཆེ་བར་སེར་ལོ་སྐྱིད་དང་གཡུ་ལོ་སྐྱིད། བདག་གི་མིང་ལ་དུང་ལོ་སྐྱིད་པ་ཟེར། ཁོ་འབངས་འདི་རིགས་ལོངས་སྤྱོད་འཛོམས་པ་དང། རང་ཉིད་རྒྱལ་པོའི་སྲས་མོ་ཡིན་ན་ཡང། སྤྲང་ཕྲུག་བྱང་སེམས་ཅན་དེའི་རྗེས་སུ་ཡོང། དཀའ་ངལ་རྩུབ་སྤྱོད་ཚད་མེད་མྱངས་པ་ཡིན། མཐའ་མ་སྤྲང་དུ་འཁྱམས་ནས་ཡུལ་འདིར་སླེབས། ད་ནི་སྐྱིད་སྡུག་ལེགས་ཉེས་ཇི་བྱུང་ཡང། རྗེ་བཙུན་ཁྱེད་ཀྱི་རྗེས་སུ་འཛིན་པར་ཞུ་ཞེས་ཞུས་ནས་མང་དུ་བཤུམས་པར། དེར་རྗེ་བཙུན་མའི་ཐུགས་ལ་སྙིང་རྗེ་དྲག་པོ་བཟོད་གླགས་མེད་པ་སྐྱེས་ཏེ། བཞིན་བཟང་བུ་མོ་ཁྱེད་བཤུམ་མི་དགོས། འཛམ་གླིང་གི་བུ་མོ་ཐམས་ཅད་ཀྱི་ནང་ནས་བུ་མོ་ཁྱེད་ལས་བསོད་ནམས་དང་གཏུམ་སྦྱོར་ཆེ་བ་དང་མཚར་སྡུག་ལྡན་པ་ཞིག་གཞན་ལ་ཡོང་དོགས་མེད། ད་ནི་ཐུགས་ཕམ་དང་སྡུག་བསྔལ་གནང་དགོས་པའི་རྒྱུ་མཚན་མེད། མི་རིང་བར་བཀྲ་ཤིས་པའི་དགེ་མཚན་མང་པོ་ཞིག་ཡོང་བར་ངེས་པས་ལྷ་རྗེ་ཁྱེད་ཀྱི་ཐུགས་ལ་འཇོག་དགོས་ཞེས་གསུངས་པས་བུ་མོ་དུང་ལོ་སྐྱིད་ཤོད་དུ་ཕེབས་པ་དང། རྗེ་བཙུན་མའི་སྤྲང་ཕྲུག་སྒོ་འགྲམ་དུ་བུད་ནས་བུ་སྐྱེས་འཚོ་བའི་ཟས་གོས་གང་དགོས་རྣམས། ལྷ་རྟ་བྲག་ནག་ཀླུང་ཤོག་ལ་བཅིབས་ནས་སྣང་བ་འབུམ་ལྡན་དུ་ཕེབས་ཏེ། རྒྱལ་པོ་ཡབ་ཡུམ་གཉིས་དང་བུ་མོ་རྒན་གཞོན་གཉིས་བཟའ་ཟླ་དང་བཅས་པ་རུབ་རུབ་གསོལ་ཏེ། ང་སྤྲང་ཕྲུག་ལ་བྱད་ཐོད་སྒོ་དང་བུ་མོ་དུང་ལོ་སྐྱིད་གཉིས་ཆང་ས་རྒྱབ་གྲབས་ཡོད་པས་ཁྱེད་རྒྱལ་བློན་ཡོངས་རྫོགས་ངའི་གསོལ་སྟོན་དུ་ཕེབས་སེ་བོས་ཤོག། དེའི་བར་ལ་ངས་གྲ་སྒྲིག་འཐུས་ཚང་བྱས་ཆོག། བུ་ཁྱེད་གང་མགྱོགས་ཕེབས་ཏེ་གང་མགྱོགས་ཕྱིར་ལོག་ཕེབས་ཤོག་ཅིག་ཅེས་གསུངས་པར། སྤྲང་ཕྲུག་གིས་ཨ་ཅེ་རྗེ་བཙུན་མའི་བཀའ་བཞིན་བསྒྲུབ་པར་ཁས་བླངས་ནས། བུ་མོ་དུང་ལོ་སྐྱིད་ཀྱི་སར་ཕེབས་ཏེ་གནས་ལུགས་རྣམས་གསུངས་པར། བུ་མོས་ད་ལྟ་ང་རང་གཉིས་ལ་ཁང་པ་མེད་པར་རྒྱལ་པོའི་སྟ་རེའི་ཟུར་དུ་གནས་ཚང་གཡར་ནས་བསྡད་ཡོད་པས། ཁོ་ཚོ་རྒྱལ་ཁབ་གསུམ་པོ་འདིར་བོས་ནས་ཟས་སྟེར་རྒྱུ་བཞག་ནས་སྡོད་སའི་ཁང་པ་ཡང་མེད། དེ་ལས་ད་ལྟ་ལྟར་རྒྱལ་པོའི་གཡོག་བརྒྱུགས་ནས་བསྡད་པ་དགའ་ཞེས་གསུངས་པར། དེར་ཀྲང་ཀྲུག་གིས་བུ་མོ་ཁྱོད་ཐུགས་ཁྲལ་གནང་མི་དགོས། ང་གཉིས་ཀྱི་རྟེན་འབྲེལ་གྱི་བྱེད་སྒོ་ཚང་མ་རྗེ་བཙུན་མས་རོགས་རམ་གནང་རྒྱུའི་ཞལ་བཞེས་ཐོབ་བྱུང། བུ་མོ་ཁྱེད་ཀྱིས་རྗེ་བཙུན་མའི་ཞབས་འདེགས་ཞུས་ནས་ཐུགས་བདེ་བར་བཞུགས། ངས་གང་མགྱོགས་ཕྱིན་ཏེ་གང་མགྱོགས་སླེབས་ཡོང་གསུངས་ནས། ལྷ་ད་གྲ་ནག་རླུང་ཤོག་ལ་རྩིབས་འདི་ཕེབས་སོ།